ཨོ། རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས། དེ་རིང། ངས་ཨ་ནི་སྐད་ཆ་ཁ་ཤས་ཤིག་ཞུས་ན་བསམ་བྱུང། ད་དེ་རིང་ངའི་ཤེས་བྱ་གཙོ་བོ་དེ་དེ་ཡིན་ད། གཅིག་དེ། ད། ང་ཚོ་རོ་དགེ་ལུགས་པའི་ཕྱོགས་ནས་ང་རྒྱལ་སྙིང་མའི་ཕྱོགས་ལ། ཕྱོགས་ནས་ལེགས་ཆ་ལེན་དགོས་ཡ་ག་རེ་ཡོད་ན་ཟེར་ཏེ་ང་རང་གི་བསམ་ཚུལ་གཅིག་བཞི། གཉིས་པ་དེ་ཕྱི་ཐང་ཐ་འདི་གི། ཨ་ནི།

ང་རྒྱལ་སྙིང་མའི་ཕྱོགས་མཁན་པོ་ཞིག་གིས་ནི་རི་བོ་དགེ་ལུགས་པའི་ཕྱོགས་ལ་ནི་བསྟོད་བསྔགས་དྲང་བོ་ཞིག་མང་པོ་ཞིག་གསུངས་སོང་ང། ད་དེ་ཞི་བོ་ཞིག་ཁྱབ་བསྒྲགས་སོང་རེད་བ། ད་དེ་དུས་ངས་བསམ་བློ་འཁོར་སོང་ད་ཀོ། ཕན་ཚུན་ལེགས་ཆ་ལ་ཡང་ད་གལ་ཆེན་པོ་རེད་བ། རྣམ་པ་ཐམས་ཅད་དུ་རི་བོ་དགེ་ལུགས་པའི་གྲྭ་ས་དེ་སོགས་ལ་ཡོན་ཏན་ཡོན་ཏན་ཆེ་བ་དང། ཡང་ན་རྣམ་པ་ཐམས་ཅད་དུ་ཡང་ང་རྒྱལ་སྙིང་མའི་ཕྱོགས་དང་ས་སྐྱ་ད་ག་རེ་ཡིན་ན།

དེ་ནང་བཞིན་དེ་ད་ལྟ་ཧ་བར་ཇི་གཙུག་ལག་སློབ་ཆེན་གྱི་མཐོ་རིང་ཞིབ་ཚོགས་ཞེས་པ་སི་ཐེབས་དེའི་ནང་ལ་ཡང་དག་ར་ཞིག་ཡོད་རེད་བ། སྔོན་མེད་ཀྱི་ལོ་རྒྱུས་ཞེས་པ་དེ་གི་ཕན་ཐོག་མ་རེད་ཟེར་སྔོན་མེད་ལོ་རྒྱུས་དེ་ལོ་རྒྱུས་ཐོག་གི་གཟི་བརྗིད་ཙམ་ཞིག་རེད་མ་གཏོགས་ད་ལྟ་ལས་ཀ་ལེགས་མ་རེད་ཟེར། ད་ལྟ་ལས་ཀ་ལེགས་མ་ལེགས་དེ་ད་ལྟ་ད་ལྟ་རེད་ཟེར་དེ་རེད་བ། དེ་བྱེད་དུས་ཡང་ང་ཚོ་ཞིག་མི་ཡིན་ན་རེད། སྡེ་མཚན་ཡིན་ན་རེད་ག་རེ་ཡིན་ན་དེའི་ཚེ་ཆེན་པོ་དང་གྲགས་ཞེས་ཡག་ད་སོ་ཡང་ངར་རྒྱལ་སྐྱེས་ཡག་གི་ཉན་ག་འདུག་བ། ད་ང་ཚོ་གོང་ལ་སུ་ཡོད་རེད་ཟེར་ཡག་ཞུ་ར། ད་དུས་སྐབས་ཁ་ཤས་ལ། དེ་འདྲའི་ཡང་སྲིད་ཀྱི་རིགས་དེ་དུས་དང་རྣམ་པ་ཐམས་ཅད་དུ་མར་བ། དེ་བྱེད་དུས་ག་དུས་ཡིན་ན་ཡང་མདུན་དུ་འགྲོ་འགོག་ཡོད་ན། ག་དུས་ཡིན་ན་ཡང་བསྒྱུར་ཤུགས་རྒྱག་ཐུབ་པ་དང། ཤུགས་བསྒྱུར་བྱེད་ཐུབ་པ་གཞན་ལ་ལེགས་ཆ་ལེན་ཡག་གི་བློ་ཧོག་ཡོང་རྒྱུ། རང་གི་སྐྱོན་ཆ་ཤེས་ཐུབ་ཡག་གི་བློ་ཧོག་ཡོང་རྒྱུ་ཞིག་འགོག་ཏུ་བ། བློ་ཧོག་ཡོང་རྒྱུ་དང། བསྒྱུར་ཤུགས་བྱེད་ཐུབ་ཡག་གི་སྙིང་སྟོབས་ཡོང་རྒྱུ་ཞིག་འགོག་ཏུ་བ། དེ་བྱེད་དུས། ད། ངའི་སྔ་རྒྱུད་རྙིང་པའི་ཕྱོགས་ལས་ལེགས་ཆ་ལེན་ཡག་ཐབས་ཤིག་འདི་གཏོང་སོང། དཔེར་ན་མང་ཚོགས་ཀྱི་ཕྲུག་ལ་འབྲེལ་བ་བྱེད་སྟངས་འདི་སྔ་རྒྱུད་རྙིང་མ་ལས་ལེགས་ཆ་ལེན་དགོས་འདུག་བསམ་གོ་རེད། དེ་ག་རེ་རེད་ཟེར་བ་ཡིན་ན་ཕྱོགས་གཅིག་ལས་ད་མང་ཚོགས་ལ་སྐད་ཆ་བཤད་སྟངས་དང་འབྲེལ་བ་བྱེད་སྟངས་འདི་ག་འདྲས་ཡིན་ངས་མི་ཤེས། གཙོ་བོ་གཙོ་བོ་དེ་ཆུ་བཤིག་པའི་སྐབས་སུ་གོ་བདེ་བོ། དཔེ་དང་བཅས་པ། སྦྱོང་བརྡར་ཡོད་པ། ཆུ་བཤིག་པའི་སྐབས་སུ་རེད་བ།

དཔེར་ན་ང་ཚོ་བོད་ཀྱི་ཁྱོན་ཡོངས་ལ་བལྟས་པ་ཡིན་ན། མི་སེར་གྱི་ནང་ལ་མི་མང་དཀྱུས་མའི་ནང་ལ་བལྟས་པ་ནི་ང་རྒྱལ་སྙིང་མེད་ཀྱི་ཤུགས་དེ་ཤུགས་ཆེ་ཤོས་རེད། དཔེར་ན་ད་ངའི་ཕ་ཡུལ་འདྲ་ཡིན་པ་ཡིན་ན། ད་པཱ་རགས་གཅིག་ལས་གསེར་རྟ་སྒོམ་པ་དང་དེ་སོགས་དཔེ་ཤུགས་ཆེན་པོ་ཆགས་ན་ནི་མཚན་སྙན་གྲགས་ཆེན་པོ་ཆགས་རེད་དེ་མ་ཆགས་ཀྱི་སྔས་ལ་ཡང། ང་ཚོ་ཕ་ཡུལ་གྱི་མི་རྒན་པ་དེ་སོགས་ཕར་ཕྱིའི་ལམ་སེང་གཏོང་གི་རེད། གོ་བདེ་བོ་ཡོད་རེད་བ། ཨ་ནི་ཤང་མའི་བདེ་མོ་ཡང་གཏོང་གི་རེད་གོ་བདེ་བོ་ཡོད་རེད་བ། དཀའ་སྡུག་ཡང་གཏོང་གི་རེད་པས་གོ་བདེ་བོ་ཡོད་རེད་བ་མཐའ་མ་ཕུག་འདི་རྒྱ་ཡི་འོག་ཏུ་འཇུག་ཕ་བུའི་ནང་འཁྲུག་སྟར་སྒོ་གང་དུ་འཁྲུག་བུ་མདང་ཕྱོགས་འདི་ཁྲི་ཡི་སེར་ཤང་དུ་རྒྱལ་སྲིད་ཕྱུག་བཞིན་སྐྱོང་བ་ང་བྲིས་ཤོག་དེ་ང་ཕུག་གི་དུས་ཁོ་མི་རྒན་པས་གི་སྟོང་བསྡད་དུས་ཁོ་རང་ང་བློ་རྒྱུགས་དེ་ག་རེ་རེད་ཟེར་བ་ཡིན་ན་གོ་བདེ་བོ་ཡོད་ཙང་རེད་བ།

ལོ་ཆུང་ཆུང་དུ་སོང་ན་ནི་སྐད་ཡིག་ཡག་པོ་ཡོང་གི་འདུག་དེང་སང་གི་འགྲོ་སྟངས་དེ་ཚོ་ཡོང་རྒྱུ་དེ་ལྐོག་ཏུ་སྐད་ཡིག་ཡག་པོ་ཡོང་གི། དེ་མ་གཏོགས་ཕྱི་དང་དགེ་བཤེས་དཔེ་ཁྲིད་དགེ་རྒན་དེ་ཚོ་ག་རེ་ལབ་དགོས་རེད་ད། ཕྱོགས་གཅིག་ལས་སྐད་ཆ་དེ་ཚོ་སྡུག་ས་ཞིག་ན་དུས་ཚོད་འཕྲོག་ལའང་འགྲོ་འགྲོ་རེད་བ་ད་དཔེ་ཁྲིད་དགེ་རྒན་གྱི་རྣམ་ཤུགས་གཙར་དུ་གཏོང་ས་མ་རེད་བ་ད་མ་མ། དེང་དུས་ཆུང་ཤེས་པའི་སྐབས་སུ། དེ་འདྲའི་གཞི། འོ་ན་སྐུ་རུམ་ཞབས་བརྟན་སྒྲུབ་པའི་སྐབས་སུ། མདངས་སྙན་པོ་དབྱངས་སྙན་པོ། རེད་བ། དེ་ངས་བསམ་ན་སྐུ་རུམ་ཞབས་བརྟན་སྒྲུབ་པའི་སྐབས་སུ་ཡན་ཞིག་མི་ཞིག་མདངས་སྙན་པོ་དང་དབྱངས་སྙན་པོ་ཞེས་པ་དང་ལན་ཞིག་མི་ཞིག་སྒི་ཕག་ཅིག་དང་ཁོང་ཞིག་ངའི་སྐོར་རེད་བསམ་གི་མི་འདུག་དེ་ངས་གི་ང་རང་ལ་ལྟ་སྟངས་ཆེ་བ་རེད་བ། ངས་གི་ང་ཚོ་སྐུ་རུམ་ཞབས་བརྟན་གི་སྐབས་སུ་གཏོར་མ་བྱ་ཡ། ལྔ། འབུ་སྡོང་དཀྲོལ་གསུམ་བྱེད་ཡ་ལ་སོགས་པ། མདངས་འཐེན་ཡ་ལ་སོགས་པ་དེ་ལ་ངས་ནང་ཆོས་ཀི་སྒྱུ་རྩལ་ཞིག་ལབ་གི་རེད་ད་ང་ཤི་ན། ནང་ཆོས་ཀྱི་སྒྱུ་རྩལ་ཟེར་ཡ་དེ་ལ་ཐབས་ལམ་ཅིག་རེད་མ་གཏོགས་དོན་ངོ་བོ་ཉིད་དགོས་ན་ཁོ་རང་གི་དགེ་བ་འཕྲང་བ་དང་ངོ་བོ་ཉིད་ཀྱི་མི་དགེ་བ་གང་ཡང་མ་རེད་བསམ་པ་རེད། ཐབས་ལམ་ཅིག་ཡིན་པ་ཡིན་ཙང་ཐབས་ལམ་དེ་གར་མཚམས་མཚམས་ཤིག་བེད་ཤུགས་བཏང་ན་འགྲིག་གི་རེད་བསམ་པ་རེད། དཔེར་ན་འདོམས་པ་གཏོང་ཡག་གི་དབྱངས་སྙན་པོ་ན་ཡིན་ཅིག་མིན་ཅིག་རྒྱུད་པ་ཅིག་དང་སྐྱེས་བུ་དམ་པ་ཞིག་མར་མ་སོང་བར་ལ་དེ་འདྲའི་ལབ་པ་ཡིན་ན་རང་བཟོ་ཆགས་རོགས་དེ་སྡིག་པ་ཆེན་པོ་རེད་ཟེར་ཡ་དེ་ངས་མ་རེད་བསམ་པ་རེད། དབྱངས་སྙན་པོ་དེ་ལ་བརྟེན་ནས་མི་ཚང་མ་མདོང་སྙིང་འཕྲོ་བོ། ཚིག་དེ་ཡག་པོ་ཞིག་དབྱངས་དང་ལྡན་པའི་གོ་ཡོང་ཡ་དང། མདོར་བསྡུས་ན་ང་ཚོ་ལ་དགོས་ཡ་དེ་བརྒྱུད་ལམ་མ་རེད་གྲུབ་འབྲས་རེད་ཟེར་ངས་ག་དུས་ན་ང་རང་སྒེར་གྱི་ལྟ་སྟངས་དེ་རེད། ང་ལ་དགོས་ཡ་དེ་བརྒྱུད་ལམ་མིན་གྲུབ་འབྲས་ཡིན། དཔེར་ན་ང་ཚོ་མེ་སོར་ལ་འགྲོ་དགོས་ཡོད་པ་ཡིན་ན་ག་འདྲིས་ཤིག་འགྲོ་ཡ་དེ་ང་ཞུས་དོགས་མེད། ག་རེ་རེད་ཟེར་ན་ངའི་དམིགས་ཡུལ་དེ་མེ་སོར་འགྲོ་ཡ་ཡིན་ཙང་ང་མེ་སོར་སླེབས་ན་འགྲིག་གི་འདུག་མེ་སོར་གང་བདེ་འཇགས་ཡོད་ཡོད་གང་མགྱོགས་མགྱོགས་སླེབས་ན་དེས་འགྲིག་པ་རེད་མ་གཏོགས་མེ་སོར་འགྲོ་བའི་བརྒྱུད་ལམ་མ་རེད། སྔོན་མི་སྐྱེས་པའི་དམ་པ་དང་སོང་ན། དཔེར་ན་ལྷ་ས་ལ་སོང་དུས་ལྟ་ཞིབ་ནི་ཕེབས་ཀྱི་ཡོད་རེད་ད། ད་ལྟ་ལྟ་ཞིབ་ནི་ཁྱེད་ནི་འགྲོ་དགོས་རེད་ཟེར་ཡ་ད་ངས་དགོས་སྨོན་དུ་ཡོད་མ་རེད། གང་ཡིན་ཟེར་ན། སྔོན་མི་སྐྱེས་པའི་དམ་པ་དང་སོང་ལྷ་ས་ལ་འགྲོ་ཡ་དེ་འགྲོ་ཡ་དེ་དམིགས་ཡུལ་དེ་ལྷ་ས་སླེབས་ཡ་གི་དམིགས་ཡུལ་རེད་དེའི་སྐབས་སུ་ཐབས་ལམ་ཡག་ཤོས་ལྟ་ཞིབ་ནི་ཕེབས་ཀྱི་ཡོད་རེད་མ་གཏོགས་ད་ལྟའི་གནས་སྐབས་སུ། རླངས་འཁོར་ཡིན་ན་རེད་གནམ་གྲུ་ཡིན་ན་རེད་ཕེབས་ཀྱི་རེད་བ། བྱས་ཙང་གི། ངས་གི། ཆོ་ག་ཕྱག་ལེན་ཟེར་ཡག་གི་སྐད་ཆ་དེ་ཚང་མ་ངས་ནང་ཆོས་ཀྱི་སྒྱུ་རྩལ་ཟེར་ཡོད། ནང་ཆོས་ཀྱི་སྒྱུ་རྩལ་ཟེར་དུས། སྒྱུ་རྩལ་ཟེར། མི་མང་ལ། མི་དམངས་ཀྱི་བསམ་བློ་འགུག་ཤུགས་ཀྱི། དང་ནང་ཆོས་ལ་འཇུག་ཡག་གི་ནུས་པ་དེ་གང་ཐུང་ཐུང་ཞིག་རེད་མ་གཏོགས་དེ་ལ། སྒྱུ་རྩལ་དང་བྱིན་རླབས་དང་ཟེར་དེ་འདྲས། ངས་དེ་འདྲ་འགོག་མ་རེད་བསམ་གོ་རེད། གཅིག་བྱས་ན་ངས་ལྟ་བ་ལོག་པའི་སྐད་ཆ་ཉིད་རེད། དེ་བྱས་དུས། ང་ཚོ་གི་བར་མི་མང་ལ་ཅིག་ཕན་ཐོགས་སྟངས་དུ་ང་རྒྱུ་སྙིགས་མ་ལ་ལེགས་ཆ་ལེན་འགོག་ཡོད་རེད་ཟེར། ད་རེ་རེ་ཞིག་ནི་ངས་ལབ་དགོས་མ་རེད་ལེགས་ཆ་ལེན་འགོག་ཡོད་རེད་ཟེར་ད་རེད་ག་རེ་ལེན་འགོག་ད་ནི་ག་ལེ་ག་ལེ་ཤི་འགྲོ་ར། དེ་གཅིག་རེད། ད་གཉིས་པ་དེ་ལ་དཔེ་ན་གྲྭ་ས་འདྲ་བོ་ཞིག་བཞག་ཤག་ན་ད་གྲྭ་རྒྱུན་གྲྭ་རྒྱུན་གསུང་གི་ཡོད་རེད་བ། ད། གྲྭ་རྒྱུན་མང་པོ་ཡོང་བ་ལ། ད་གྲྭ་རྒྱུན་ཡོང་སྟངས་དེ་ཡང་ངས་བལྟས་ན་གང་རེ་རེ་ཞིག་ཡར་སྒྲུག་བསྡད་པ་ཡིན་ན་དེ་འགྲིག་གི་ཡོད་ན་མེད་ན་ལྟ་ཡག་རེད་འདུག་བ། རེ་བ་ཡ། དེ་གི་ཕན་ཐོག་ག་རེ་ཡོད་རེད་ཟེར་ག་རེ་ཐུབ་ས་རེད་ཟེར་ཡ་དེ་ལྟ་དགོས་རེད་བ། གལ་སྲིད་ཐུབ་ས་མེད་ན། ངས་ནམ་རྒྱུན་དེ་ད་ག་རང་ཟེར་ཡོད། སངས་རྒྱས་ཀྱི་བསྟན་པ་འདི་གཟི་བརྗིད་དང་ལྡན་པའི་སྒོ་ནས་འགོ་བཙུགས་པ་རེད། རྗེས་མ་གཟི་བརྗིད་དང་ལྡན་པའི་སྒོ་ནས་འཇིག་དེ་ཐོག་ལ་ཡལ་སོང་ན་འགྲིག་གི་ཡོད་རེད། ཟ་རི་ཚོར་མང་པོ་ཞིག་གི་རྒྱུན་མཐུད་བསྡད་པ་ལས། གཟི་བརྗིད་དང་ལྡན་པའི་སྒོ་ནས་འགོ་བཙུགས་ནས་གཟི་བརྗིད་དང་ལྡན་པའི་སྒོ་ནས་འཇིག་རྟེན་ཐོག་ལ་ཡལ་སོང་ན་འགྲིག་གི་རེད། མ་ཡལ་བའི་ཐབས་ཤེས་བྱེད་དགོས་རེད་དེ་ཡལ་བ་ཡིན་ན་ཡང། ང་ཚོ་ངུ་དགོས་ཡ་ཡོད་མ་རེད་ང་ཚོ་ངུ་བ་ཡིན་ན་མི་དག་པ་ཡིན་པའི་ཁྱབ་སེ་ག་དུས་ན་ཤེས་དེ་རེད་བ། དེས་མ་ཚད་དམ་ཆོས་འདོར་བ་ཁོ་རང་གི་སངས་རྒྱས་ཀྱི་མི་རིགས། མདོག་ཏུ་བཟུང་ན་གསུང་གི་ཡོད་བ། སྟོང་པའི་བསྟན་པ་ཡང་འཇིག་པར་འགྱུར་བའི་ཞེན་ཚིག་མང་པོ་གསུང་གི་འདུག་ཏོ། དེ་བདེན་པ་རེད་བ་སྟོང་པའི་བསྟན་པ་ཡང་རྟག་པ་མིན་ན་དངོས་པོ་ཡིན་ན་འཇིག་གི་རེད་བ་དེ་ཤེས་རང་ངོ་ཤར་རྒྱག་པ་ཡང་མི་འདུག་བ། ཡོད་པའི་ཚེ་ན་ཡག་པོ་ཡོང་ཡ་དེ་གལ་ཆེན་པོ་རེད་བ། ད་གལ་སྲིད་གྲྭ་རྒྱུན་འགོག་རེད་བས་ཟེར་ན་དེ་འགོག་རེད་བ་ད་གྲྭ་བ་མང་ཐབས་ཀྱི་ཆེད་དུ་འཛིན་གྲྭ་བཀག་ཟེར་ཡ་དེ་སོགས་ལྐུགས་པའི་ལས་ཀ་འདྲ་བོ་ཞིག་རེད་བ། ད་ཡིན་ན་ཡང་གྲྭ་རྒྱུན་ཡོང་ཐབས་དེ་ལ་ང་འདྲ་ན། ད་བཞིན་མཁྱེན་རྩ་བ་གཅིག་ཡོད་རེད་བ་གཅིག་ཤེས་ན་དེས་ཕན་ཐོགས་ཡོད་མེད་མི་ཤེས། དེ་ག་རེ་རེད་ཟེར་བ་ཡིན་ན་ཡིན་ན་ཡང་ད་ངས་ང་རང་གི་བསམ་ཚུལ་བཤད་པ་ཙམ་རེད་རེད་བ་སྤྱི་དང་རྩོམ་འཁྲི་མཁན་ཞིག་ཡིན་པ་ཡིན་ན་སྤྱི་ཚོགས་ལ་དཔྱད་བཞུགས་ཤིན་ཏུ་བྲི་གི་ཡོད་རེད་བ་ད་ད་འདའི་གནས་སྐབས་སུ་ངས་ད་འདའ་སྐད་ཆ་འདི་ཚོ་རྩོམ་འཁྲི་དགོས་ན་ང་ཉི་མ་མང་པོ་འགོར་གི་རེད་རྩོམ་འཁྲི་ཡག་དེ་འོ་ན་མུས་གི་རྩོམ་འདི་བཏང་མཁན་སུ་ཡོད་རེད་ཟེར་བ་ན་རྩོམ་བཏང་མཁན་མི་བརྒྱ་ཡན་ཞིག་ཡོད་ཀྱི་མ་རེད་བ་ངས་ཡུལ་གྲུབ་ཐོག་བཤད་ཡོང་དུས།

ཚང་མ་ཡོད་རེད་བ། ད་ངས་སྐད་ཆ་རྡོག་རྡོག་ག་རེ་ཟེར་ན། ང་ཚོ་དངོས་གནས་གྲྭ་རྒྱུན་མ་འགོག་ཡོད་ན། དཔེར་ན། གསེར་ཆེན་མཁན་གཉིས་གྲྭ་དང་འདྲ་ཆགས་བཞག་པ་ཡིན་ན། འདིའི་ནང་ལ། ཤོད་རྒྱུ་ཚང་མེད་ཀྱི་སློབ་སྦྱོང་བྱེད་ས་ཞིག་བཟོ་དགོས་རེད། ད་དང་པོ་ཚང་མ་མ་བྱུང་བ་ཡིན་ན་སྔ་རྒྱུན་རྙིང་མ་སློབ་སྦྱོང་བྱེད་ས་པར་འདི་ས་སྐྱ་སློབ་སྦྱོང་བྱེད་ས་ཞིག། ད་འདི་བཟོ་བ་ལ་དཔེ་རྙོག་དྲ་ཚ་བོ་ཡོད་རེད་ཟེར་ན་རྙོག་དྲ་རྩ་ནས་ཡོད་མ་རེད། ཁ་ཐུག་བལྟས་ན་རེད་ད། ད་ག་རེ་ག་རེ་གསར་བ་བཟོ་དགོས་རེད་ཟེར་བ་ཡིན་ན། ང་ཚོ་དཔེར་ན་ས་སྐྱ་དང་རྙིང་མ་གཉིས་ཀྱི་སློབ་སྦྱོང་བྱེད་ས་ཞིག་བཙུགས་པ་ཡིན་ན། དགེ་རྒན་མཁས་པ་ཁ་ཤས་ཤིག་ད་གདན་དྲངས་དགོས་རེད། དེ་ལ། ག་རེ་ཟེར་ན། ཞུགས་ས་དང་ཞལ་ལག་དང་སོར་སློག་དང་ཚང་མ་དེ་གྲ་སྒྲིག་བྱེད་དགོས་རེད་ད་དེ་ཞིག་ཕོག་རེད་ད། དཔེར་ན་རྙིང་མའི་ཕྱོགས་མཁས་པ་གྲགས་ཅིག་གཉིས། ས་སྐྱའི་ཕྱོགས་མཁས་པ་གྲགས་ཅིག་གཉིས། ཡོད་ན་འབྲི་དགོས་རེད་ད། ད་དེ་ནས་ག་རེ་བྱེད་དགོས་རེད་ཟེར་ན་ཨ་ནི་གྲྭ་རྒྱུན་ཕེབས་མཁན་ཡོད་ན་སེ་ར་ཆེན་ལ་ཕེབས་ཤོག་ཟེར། དཔེར་ན་སྔ་རྒྱུ་རྙིང་མའི་ཕྱོགས་འདྲ་ཡིན་ན། ཨ་ནི་སློབ་ཁྲིད་བྱེད་སྟངས་དང་སློབ་ཚན་དུ། རྣམ་གྲོགས་གླིང་ལ་དཔེ་བལྟས་ན་འགྲིག་གི་རེད་པ། རྣམ་གྲོགས་གླིང་གི་འགྲོ་སྟངས་གཅིག་པ་ཡིན། རྣམ་གྲོགས་གླིང་ལ་ལོ་དགུའི་ནང་དུ་མཐོང་གི་ཡོད་ན་སེ་ར་ལ་ཡང་ལོ་དགུའི་ནང་དུ་མཐོང་ཆོག་རེད། སྔ་རྒྱུ་རྙིང་མའི་སློབ་སྦྱོང་བྱེད་མཁན་དེ། ད་ག་རང་རེད་དེ། དེ་ཡིན་གཅིག་མིན་གཅིག་དགེ་ལུགས་པ་ནང་ཡིན་ཞེ་ན་མི་ལོ་ཉི་ཤུ་འདུག་དགོངས་མ་རེད། གཅིག་པ་ཅིག་ཀྱང་ཡིན་སྲིད་སློབ་དེབ་གཅིག་པ་ཅིག་ཀྱང་ཡིན་སྲིད་འགྲོ་སྟངས་གཅིག་པ་ཅིག་ཀྱང་ཡིན་སྲིད། ད་འོ་ན་དེ་སོགས་ལ་བཀར་ཟེར་ན། བསྡད་ས་དང་འཚོགས་ས་དེ་འདྲའི་ལོག་ཁ་གང་ཡང་དགོས་མ་རེད། དཔེར་ན་བདེ་སྲིན་ཁང་པ་ལྟ་བུ་ཤ་བཞག་ན། སེར་བརྗེ། དཔེར་ན། ཁམས་ཚད་གང་ལ་ཡང་འབྲེལ་བ་ཡོད་ན། དཔེར་ན་སྔ་རྒྱུ་རྙིང་མའི་ཕྱོགས་སློབ་སྦྱོང་བྱེད་མཁན་ཞིག་སེ་ར་ཆེ་ལ་སླེབས་ན། དེ། ཁམས་ཚད་དེ་དཔེར་ན་གཙང་པ་ཁམས་ཚད་དང་འབྲེལ་ཡོད་ཤག་དེ་ཡོད་ན་གཙང་པ་ཁམས་ཚད་ནང་ལ་བསྡད་ཁམས་ཚད། ཨ་ན་དགེ་རྒན་བསྟེན་སྟངས་དང་ཁག་ཅག་དགེ་རྒན་བྱེད་སྟངས་ནི་ནམ་རྒྱུན་སེ་ར་ཞིག་གི་སྒྲིག་འཛུགས་ཁེར་རྐྱང་རང་བཞིན་ཁག་ཅག་སྒེར་གྱི་དེའི་ནང་ནས་བཞག་ཨ་ན་གཙང་མ་ཁམས་ཀྱི་ནང་ལ་དེ་མཚོ་འཇའ་འབྲོག་སྒྲིག་འཛུགས་དག་རང་དཀའ་ངལ་གལ་ཡོད་མ་རེད། ཁང་པ་ལ་དཀའ་ངལ་མི་འདུག་ཨ་ཁ་ལག་ནི་གཅིག་པ་ཞིག་ཀྱང་རེད། སེ་ར་བྱིས་པའི་གི་སྒྲིག་འཛུགས་རང་གི་ཐོག་ནས་ཨ་ན་འཐབ་རེས་འགྲོ། ཨ་ན་གྲྭ་ཞབས་མང་ཆ་འགྲོ་ཚོགས་འཚོགས་ཡ་དག་སྒྲིག་འཛུགས་ཁུར་སྟངས་གཅིག་པ་ཞིག་ཀྱང་ཕྱུགས་ར་འཚོགས་དུས་བྲོ་དུས་གཅིག་པ་ཞིག་ཀྱང། ང་རྒྱལ་སྙིང་མེད་ཀྱི་ཆུ་རྒྱུན་དུ་གཅིག་འཚོགས་དེ་དགེ་ལུགས་པ་འཚོགས་དེ་སེ་ར་གང་ཡང་ཡོད་མ་རེད། ད་མ་འདྲ་བ་དེ་ག་རེད་ཟེར་ན། དཔེ་ཁྲིད་སྐབས་སུ་སྔ་རྒྱུན་སྙིང་མེད་ཀྱི་སློབ་སྦྱོང་བྱེད་མཁན་དེ་སྙིང་མེད་མཁས་པའི་མདུན་ལ་འགྲོ་བ་རེད། ཕྱུགས་ར་འཚོ་བའི་སྐབས་སུ་སྙིང་མེད་ཀྱི་སློབ་གཉེར་པ་ཁོ་རང་ནང་ཕན་ཚུན་གཙོ་ཟླ་བྱེད་ཀྱི་རེད་ནང་ཕན་ཚུན་དམ་བཅའ་འཚོགས་ཀྱི་རེད། དེ་ཙམ་གྱིས་རེད་དེ་མ་གཏོགས་དཀའ་ངལ་གང་ཡང་ཡིན་ན་ཐུང་ཡག་གི་དུས་ཚོད་དེ་དང་སྔ་རྒྱུན་སྙིང་མ་དེ་གནམ་གྲོ་གླིང་ལྟ་བུ་ཅིག་ལོག་དགུ་སུ་ཐོང་གོ་ན་དེ་ལ་ལེགས་ཤ་ལེན་ནས་ལོག་དགུ་ནས་ཐོང་བ་བཞིན་ལག་ཁྱེར་དེ་ཚེ་ར་གཅིག་བྲིས་ན་འགྲིག་གི་རེད་དེ་ག་རེ་རེད་ཟེར་བ་ཡིན་ན། སློབ་སྦྱོང་གི་ཡུན་ཚད་དང་དུ་གཅིག་པ་གཅིག་ཀྱང་ཆགས་པ་ནི་ལག་འཁྱེར་དེ་གི་མི་ཡོང་པ་གང་ཡང་ཡོད་མ་རེད། ད་རུང་ག་ལེ་ག་ལེ་ལ་རྒྱ་གར་རྒྱལ་ཡོངས་ཀྱི་ངོ་ལེན་ཡོད་ཐུབ་པ་དེ་སེར་བྱེས་མཁས་གཉིས་ཁྲ་ཚང་ལྟ་བུ་ཅིག་གི་ལག་འཁྱེར་དེ་རྒྱ་གར་རྒྱལ་ཡོངས་ཀྱི་ངོ་ལེན་ཡོད་ན་དེའི་ནང་ཚན་གྱི་སྔ་རྒྱུ་སྙིང་མིག་གི་སློབ་ཚན་དེ་རྒྱ་གར་རྒྱལ་ཡོངས་ཀྱི་ངོ་ལེན་མེད་པའི་རྒྱུ་མཚན་གང་ཡང་ཡོད་མ་རེད་བསམ་གྱི་འདུག་ད་དེ་བྱས་ན་འགྲིག་གི་རེད། ལག་འཁྱེར་དེ་ད་དེ་ལ་རྙོག་དྲ་གང་ཡོད་མ་རེད་གང་ཡིན་ཟེར་ན། རི་བོ་དགེ་ལུགས་པའི་གི་དཔེ་ཆ་ལྟ་བཅུའི་ནང་ནི་ང་རྒྱལ་སྙིང་མེད་གི་ལག་ཁྱེར་ཡིན་ཟེར་ན་ད་ཁོ་ཕྱོགས་གཉིས་ཁེ་གི་ཐོག་ལ་ཡང་ཁོ་དེ་གར་ཟེར་ན་ཅིག་བདེ་བོ་འདྲ་ཡོད་མ་རེད་པ། ད་ལྟ་ཡ་དེ་གཞུང་དེ་ང་རྒྱལ་སྙིང་མེད་གཞུང་དེ་ཡང་རེད་དགེ་རྒན་ང་རྒྱལ་སྙིང་མ་རེད་གཙོ་ཕ་དེ་ཉམས་ཐོག་རྒྱབ་པའི་ལོ་དེ་གཅིག་པོ་རེད་པ། དེ་ནས་མུན་མཐུད་ནས་ད་བློ་བོང་དང་དེ་འདྲ་གང་འདྲ་མཐོང་ཡ་བ་ན་ནི་དཔེ་ན་རྣམ་གྲོ་ལེན་ཐབས་ཅིག་ལ་ལེགས་ཆ་ལེན་ནས་ད་ཧ་རང་བྱས་ན་འགྲིག་གི་རེད། ཨ་ནི་དེའི་རྗེས་སུ་ད་དུང་དགེ་ལུགས་རྒྱུགས་སྤྲོད་འགྲོ་མཁན་ཡོད་པ་ཡིན་ན། ཨ་ནི་གཞི་ནི་ལོ་དྲུག་གི་ཚེ་ལ་རི་བོ་དགེ་ལུགས་པའི་དཔེ་ཆ་དེ་འདྲ་འབྲི་གི་རེད་དེ། མི་ལོངས་ཀྱི་གང་ཡང་ཡོད་མ་རེད་དཔེར་ན་སྔ་རྒྱུད་རྙིང་མིག་གི་ཕྱོགས་ཀྱི་དབུ་མ་ཡག་པོ་ཤེས་མཁན་མི་ཞིག་ཡིན་པ་ཡིན་ན། དགེ་ལུགས་རྒྱུགས་སྤྲོད་འགོ་ཚུགས་པ་དང་དགོངས་པ་རབ་གསལ་བལྟས་ན་ད་རང་གི་དགེ་ལུགས་རྒྱུགས་སྤྲོད་འགྲོ་ལམ་ཡོད་པ་དགོངས་པ་རབ་གསལ་མི་གོ་རྒྱུ་གང་ཡང་ཡོད་མ་རེད། དེ་སོགས་རྔོག་ཡ་གཅིག་ཕོ་རེད་མ་གཏོགས་དེའི་ནང་ལ་སྤྱིར་བཏང་གི་ཆ་ནས་བརྒྱ་ཆ་དགུ་བཞི་གཅིག་པ་གཅིག་ཀྱང་རེད། འོ་དེ་ངས་དེ་བསམ་གི་ཡོད་རེད། དེ་འདྲའི་བྱིས་པ་ཡིན་ན་རི་བོ་དཔེར་ན་གདན་ས་ཆེན་པོ་ལ་གྲྭ་རྒྱུན་མང་པོ་ཡོང་ཡག་གི་ལེགས་ཆ་ཆེན་པོ་ཞིག་གི་ཆ་རྐྱེན་གཉིས་གསུམ་ཞིག་ཡོད་རེད། གཅིག་དེ་བྱིས་པ་ན་གྲྭ་སའི་གི་ལེགས་ཆ་ཆེ་ཤོས་དེ་ག་རེ་རེད་ཟེར་བ་ཡིན་ན་གྲྭ་ས་ལ་རང་དབང་ཆེན་པོ་ཡོད་རེད། དཔེར་ན་དགོན་པ་མང་པོ་ཞིག་ལ་ལྟ། སོ་སོ་ཅིག་དགོན་པའི་ནང་འཛུལ་ཚར་ན་ནི་ཡིད་ཡོངས་འགྲོ་ཡག་ད་དུ་སོ་དཔེ་དཀའ་ལས་འདུག་ག་གྲྭ་ས་འདྲ་ཡིན་པ་ཡིན་ན་དཔེར་ན་ད།

རྙོག་དྲ་གང་ཡང་མེད་པར་ཁམས་ཚན་ནང་ལ་བཙལ་ན་ཚོགས་འགྲོ་ཆོག་ལ་ཤེས་ཡག་སྤྲད་ཡོད་རེད། ཡིན་ན་ཡང་འཛིན་གྲྭ་ཟ་ཁ་རེད་བ། དེ་འབྲེལ་གྱི་རང་དབང་ཆེན་པོ་ཡོད་ཙང་རང་དབང་དེ་མི་ཚང་མ་ལ་རང་དབང་དགག་ཡོད་རེད་བ། དེ་ཤེས་ཙང་དེ་ཡོང་ཡག་གི་ལེགས་ཆ་གཅིག་ཐོན་ཡོད་རེད། གཉིས་པ་དེ་ལ་ཡིན་པ་ཡིན་ན་ནི། ད་དགོན་པ་མང་པོ་ཞིག་ལ་སློབ་སྦྱོང་ཐོངས་ཚར་བའི་རྗེས་ལ་དགོན་པ་དེ་ནས་དོང་གོག་ཡོད་རེད་བ་ད། སློབ་གྲྭ་གཅིག་བར་བ། དཔེར་ན་ས་རཱ་མཐོ་སློབ་ན་ས་རཱ་མཐོ་སློབ་དེ་མཐོང་ཚར་དུས་དགེ་རྒན་འདྲ་ཞེས་པ་དང་ལས་གཞི་འདྲ་མ་རག་ན་ང་ས་རཱ་མཐོ་སློབ་ན་མི་ཚེ་གཅིག་གྱིས་ཟིན་ན་འགྲིག་གི་མ་རེད། གྲྭ་ས་ཆེན་པོ་འདྲ་ན་མི་ཚེ་གཅིག་གྱིས་ཟིན་དུས་འགན་འཁུར་བདེ་བ་ཁྱིམ་ཚང་གཅིག་པ་གཅིག་ཀྱང་རེད། ག་རེ་རེད་ཟེར་ན་མི་གཅིག་གི་མི་ཚེ་ལ་འགན་ལེན་ཡོད་རེད་གྲྭ་ས་གི། དེ་རྒྱུ་མཚན་གྱིས་གྲྭ་ས་ལ་ལེགས་ཆ་དེ་ཙམ་གྱི་ཡོད་རེད། མི་ཚེ་ལ་འགན་ལེན་ཡོད་ན་མི་ཟིན་ན་དགའ་གི་རེད་བ་དང། ཉེན་ཁ་ཚ་ཤུལ་དུ་མི་ཚེ་གི་འགན་ལེན་དེ་རེད་བ། དེ་གཅིག་རེད་ལེགས་ཆ་དེའི་ཐོག་ལ་ཡང་གྲྭ་ས་ཆེན་པོ་ལ་ལྟ་བ་གི་རྒྱུ་མཚན་ཞིག་ཡོད་རེད། སེམས་པ་དེ་ལ་ག་རེ་རེད་ཟེར་བ་ཡིན་ན། གྲྭ་ས་ཆེན་པོ་དེ་ལ་ཕྱི་ནང་གི་མཐུན་རྐྱེན་ཡོད་རེད། ད་ལྷག་པར་དུ་ད་ནང་ལོགས་སློབ་གཉེར་དུ་གཅིག་པ་རེད་དེ་ཕྱི་ལོགས་ཀྱི་མཐུན་རྐྱེན་དེ་ཆེན་པོ་ཡོད་རེད། དཔེར་ན་མཐའ་ན་ང་ཚོ་གུང་གསེང་གི་སྐབས་སུ་ནི་ཅིག་ཕྱི་དགེ་བཟང་འབྲིང་བ་དང་དེ་འདྲའི་ཨང་དུ་ཕྱེས་པ་ཡིན་ན་ཡང་ག་འདྲའི་མཐུན་རྐྱེན་ཞིག་རྒྱ་ཆེན་པོ་ཡོད་རེད། ཨ་ནི་ན་ནི་སྨན་ཁང་དང་དུ་སོ་ཚང་མ་འགན་ལེན་ག་ཟེ་ཡོད་རེད་ད་ད་ལྟ་དགོན་པ་མང་ཞིག་ཡོད་རྒྱུ་རེད་བ། དེ་འདྲའི་གི་ད་ལེགས་ཆ་ཆེན་པོ་ཆེ་ཡོད་རེད་བ། བྱས་ཙང་གི་ལེགས་ཆ་གསུམ་གི་སྒང་ནས་དཔེར་ན་ཆོས་རྒྱུད་ག་རེ་ཡིན་པ་ཡིན་ན་ཡང་སོ་སོ་གི་ཡོན་ཚད་དང་ལག་ཁྱེར་ཚད་མཉམ་རག་གི་ཡོད་པ་ཡིན་ན་ག་ར་ལ་དགའ་ན་དེ་ཡོང་གི་རེད་བ། ངས་དེ་སྐད་ཆ་དེ་བཤད་དུས་ཡང་ཁ་ཤས་དེ་འདྲས་གསུངས་སུ་གྲོགས་པོ་ག་ཡོད་དེ་འདྲས་བྱས་པ་ཡིན་ན་ཡང་ཁོ་གྲུབ་མཐའ་གཞན་དག་གི་དེ་མ་འགྲིག་པ་དེ་འདྲས་གསུངས་གི་རེད་ལབ་སོང་དེ་དེ་གསུངས་གི་མ་རེད་ག་ར་རེད་ཟེར་ན་ང་ཚོ་ཚང་མ་སངས་རྒྱས་བསྟན་པའི་ཤེས་དེ་རེད་བ་ད་དུང་དམིགས་ཡུལ་དེ། དེ་ཕར་ཕྱོགས་དུ་མི་སྒེར་པ་དེ་ལ་ཤ་ཚ་མཐར་ཐུག་པ་ཡིན་ན་འགྲོ་བ་མི་སེར་དེ་རང་ཉིད་ལ་བདེ་ཐབས་སྐྱེ་ཐབས་ཀྱི་རང་བཞིན་ཞིག་རེད། རེད་བ་ཡ། དེ་ང་ཚོ་ཁས་ལེན་དགོས་རེད་རེད་བ། དེ་བྱང་ཆུབ་སེམས་པ་ཡིན་མདོག་བྱེད་མ་བྱེད་ཡོད་མ་རེད་བྱང་ཆུབ་སེམས་པ་རེ་རེ་བཟའ་ཡོད་ཀྱི་རེད་མ་གཏོགས་མི་ཚང་མ་རང་ཉིད་ལ་ག་ར་དྲག་ག་ར་སྐྱེས་ན་དེ་འགྲོ་སའི་གི་རང་བཞིན་རེད། མི་སྐྱེ་ས་དང་བྱ་འཕྲོ་ས་ཟེར་དེ་དེ་རང་བཞིན་ཅིག་རེད་བ། རང་བཞིན་ལ་ང་ཚོ་དེ་དམའ་འབེབས་བྱེད་དགོས་ཨེ་ཡོད་མ་རེད་མི་བརྒྱ་ཆ་དགུ་བཞི་འཁོར་གི་དང་རང་རེད། དེ་ཡིན་དུས་མི་སུ་ཞིག་ཤ་རྐྱེན་ཡོད་མགྱོགས། བདེ་འཇགས་ཡོང་རྒྱུ། ཁོར་ཡུག་ཡོང་རྒྱུ། འོ་ན་སློབ་གཉེར་ཚད་མཉམ་ཡིན་ན་དེ་ལ་ཡོང་གི་རེད་བ། དེ་ཡོང་པ་ལ་ཕར་ཕྱོགས་ཀྱི་བཀག་འགོག་བྱས་པ་ཡིན་ན་དེ་སངས་རྒྱས་བསྟན་པའི་ཞལ་དུ་ཆགས་ཀྱི་ཡོད་མ་རེད་བ། ག་རེ་རེད་ཟེར་བ་ནི་དེ་ཕར་ཕྱོགས་དེ་གི་པའི་བུ་གཟུགས་ཐོབ་པོ་ཆགས་པའི་སྐད་ཆ་རེད་བ། ད་ལྟ་བྱེད་གི་མ་རེད་བ། ཕར་ཕྱོགས་ཀྱི་ལས་སྣེ་མོ་དང་བླ་སྤྲུལ་དེ་ཚོ་བསམ་གྱི་མི་ཁྱབ་པའི་མཁས་བ། འོ་ན་གྲུབ་ཡའང་ཆོག། འོ་ན་ནམ་ཆོས་བཞིན་སྤྱི་སེམས་ཆེན་པོ་རྐྱང་རྐྱང་རེད་བ། ང་ཚོ་མི་དཀྱུས་མ་ནང་བཞིན་མ་རེད་བ། དེ་མེད་དུས་མི་གང་ཟག་སྒེར་བ་ཞིག་ག་བ་ལ་ཁོ་རང་ལ་ཅིག་ཚེ་འདི་ཕྱི་ལ་ཁེབས་སང་ཤི་བ་ན་དེ་འགྲོ་བ་ལ་སུས་བཀག་གི་རེད་རེད་བ་དེ་འདྲའི་བཀག་པ་ནི་དཔེ་ཞབས་སྦྱོང་རེད་བ། དེ་བྱེད་དུས། ད་ལྟའི་གནས་སྐབས་སུ་ད་བྱས་ན་བྱེད་ཡག་གི་དུས་ཚོད་རེད། གང་ཡིན་ཟེར་ན་གྲྭ་ས་ཆེན་པོ་ལ་ལྟོས་འཇོག་གི་ཐོག་ལས་སྤྱི་དང་གྲྭ་ས་ཆེན་པོ་ལ་ངས་ཚང་མ་ལ་རྒྱུ་ཆེན་པོ་དང་དེ་འདྲའི་དཔེ་ཁ་མེད་ནད་མེད་ཡོད་རེད་ཟེར་གི་མེད་ད་གོ་དཀའ་ངལ་ཡོད་རེད་ང་ཚོ་སྐྱབས་བཅོལ་བ་རེད་བ་ཡིན་ན་ཡང་ལྟོས་འཇོག་གི་ཆ་རྐྱེན་ཕུན་སུམ་ཚོགས་དེ་བ་ད་ཕྱི་ལོག་གི་ཆ་རྐྱེན་དེ་ཕུན་སུམ་ཚོགས་དེ་བ་རེད་བ། ད་ནང་ལ་ཀླད་པ་དཀྲུག་སྟངས་ཅིག་རེད་རེད་བ། ད་ཐོས་ལ་ཅིག་སྐྲག་སྣང་དང་ཞེད་སྣང་བྱེད་དགོས་ཡ་ཡོད་མ་རེད་པ་ངས་ཐང་གི་ལ་ཡིན་པ། ང་ཚོ་དགོས་ཡ་དེ་མཇུག་འགྲིལ་རེད་བ། དེ་ལྟ་བུའི་ཅིག་གི་གནས་ཚུལ་ཅིག་སྐྱབས་མགོན་རིན་པོ་ཆེ་གསན་ན་ཡང་ངས་ཐུགས་དགྱེས་ཀྱི་རེད་བསམ་གི་འདུག་ཨ་དཔེ་ཡག་པོ་རེད་ཟེར་རིན་མེད་ཀི་ཐོག་ལས་ཚང་མ་ལ་ཅིག་ཕན་ཐོག་ཡག་བསྒྲུབས་བཞག་ན། ལྷག་པར་དུ་དངོས་གནས་བླ་བ་སློབ་གཉེར་བྱེད་མཁན་གི་མི་ཅིག་ལ་གསོ་སྐྱོང་བྱེད་པ་ན་ག་འདྲའི་ཡག་པོ་ཡོད་རེད་བ། ག་ས་ག་བ་ལས་ནང་པ་ཡིན་པའི་ཕྱོགས་ལས་ཕྱི་རོལ་བ་ཡིན་པའི་ཕྱོགས་ལས་དེ་འདྲའི་ཡར་འབྲུག་མ་ཡོང་པ་བྱེད་ནི་རེད་བ། དངོས་གནས་ལ་བ་སློབ་གཉེར་བྱེད་མཁན་གྱི་མི་དང་བོ་ལས་ལེམ་འཇོག་དང་ཁག་པོ་རེད་དེ་གང་ལྟར་ང་ཚོ་གི་ཧེ་མ་ལའི་རི་རྒྱུད་དང་སོག་པོ་དང་ག་རེ་ཡིན་ན་ཡང་ལ་བ་སློབ་གཉེར་རང་ལ་དགའ་མཁན་ལས་བོང་གིས་ཀ་གཙང་མ་གཙང་རྐྱང་གི་མི་ཞིག་ལ་ནི་མཐུན་རྐྱེན་བསྐྲུན་དགོས་ན་ད་གོ་ཡ་དེ་རེད་བ་དང། འོ་དེ་བསམ་དགོས་རེད། གཉིས་པ་དེ་ལ་ད་ང་ཚོ་སྤྱི་བཏང་གི་གྲྭ་ས་ལ་ག་རེ་རེད་ཟེར་བ་ཡིན་ན། ང་ཚོ་གི་གྲྭ་ས་ལ་ཨ་ནི། སློབ་གཉེར་དུ་རྒྱུན་རིང་སོང་དང་ཟེར་མཁན་ཐུང་སོང་དང་ཟེར་མཁན་ཡོད་རེད་དེ། ངས་བལྟས་པ་ཡིན་ན་དེའི་ཚད་ད་རིང་སྐྱོང་མིན་ན་ཐུང་སྐྱོང་ཡོད་མ་རེད་བསམ་གྱི་འདུག་དཔེར་ན་ཕར་ཕྱིན་ལྟ་བུ་ཞིག་ཡིན་པ་ན་ལོ་བདུན་ལ་དགོས་ཡ་ཡོད་མ་རེད་སྔགས་ཀྱི་མི་འགྲིག་པ་ཡོད་མ་རེད། ད་ལྟ་ངས་ཞིབ་ཕྲ་ལབ་པ་ན་རིང་པོ་ཆགས་འགྲོ་དོ་རེད་ངས་གཞས་སུ་ཅིག་བཟོ་དགོས་བསམ་སོང་ངས་དེ་འདྲའི་མི་དགོས་ཡ་གི་རྒྱུ་མཚན་དང། གཉིས་ནས་བྱིས་པ་ན་འཛིན་གྲྭ་བཀག་དགོས་ཡ་གི་རྒྱུ་མཚན་ཞིག་ངས་བལྟས་ན་མཐོང་གི་ཡོད་མ་རེད། དེ་ལས་འཛིན་གྲྭ་ཐོངས་ཤུགས་ཐོངས་ཚར་བའི་རྗེས་ལ། ཡང་ན་གྲྭ་ཚང་ལ་ཚོགས་འཚོགས་ཀྱི་ལས་ཀ་ལེན་གི་ཁར་ཡང་ན་དེ་སྐད་བཏང་ན་འགྲིག་གི་ཡོད་རེད། གྲྭ་ཚང་དེ་ན་སྐྱིད་སྡུག་བསྡད་དུས་དཔེ་ན་ཁྱིམ་ཚང་ཞིག་གི་མི་ཞིག་ན་དེ་མི་དེ་ཁོ་སློབ་སྦྱོང་ཐོངས་པ་ན་ཁྱིམ་ཚང་དེ་ན་ལས་ཀ་ལས་དགོས་རེད། དེ་འཛིན་གྲྭ་ཐོངས་ཚར་ན་ལས་ཀ་ལེན་ན་སྐྱིད་གི་རེད་ཁོ་རང་ཡང་ལས་ཀ་ལས་ཀ་སྟབས་བདེ་གི་རེད། ཚོགས་འགྲོ་དགོས་དགོས་ན་རེ་ཡང་ན་ཚོང་ཁང་ནང་འགྲོ་དགོས་ན་ཟ་ཁང་ནང་འགྲོ་དགོས་ན་རེ་གཞུང་ཚོང་འགྲོ་དགོས་ན་རེ་མི་ནི་དེ་ཡག་རེད་པ། འཛིན་གྲྭ་དེ་བཀག་པ་ཡག་ཡོད་མ་རེད་པ། ད་ལྟ་ཚུལ་ཞིག་ལ་ཡང་ཤུ་རེ་ནང་ལ་ཞིག་མང་པོ་འཚོགས་འདུག་ཟེར་ཡ་ཞིག་ཨུ་ཚུགས་རྒྱག་ཁོ་ན་ད་ལྟ་པུ་གུས་སམ་ནོར་རེ་རེད་བ། དེ་ཞབས་ཤོང་བ་རེད་བ། དེ་འདྲའི་ཨུ་ཚུགས་རྒྱག་མ་རྒྱབ་གང་རང་ཡོད་མ་རེད། མི་རིགས་བརྟག་ཞིབ་བྱེད་པའི་རྫིང་བུ་ནང་ཞིག། རྒྱུན་དངོས་གནས་དེ་ཁོ་ཆེ་ཡག་གི་དུས་ལ་སླེབས་ཚར་བ་ན་ད་མི་རེ་གཉིས་སུ་དཀའ་ངལ་རྒྱབ་ན་བཀག་མ་བཀག་དེ་གི་ཕུགས་འཁྱུད་ཡ་སྐད་ཆ་མ་རེད་དེ་པུ་གུས་སྐད་ཆ་རེད། ཕྱོགས་རིས་ནང་ལ་མང་པོ་འདུག་དར་ཟེར་ཡག་གི་དེ་མཐའ་གཉིས་དེ་འདྲའི་གོ་མ་རེད་ང་ཚོ་གོ་ཡག་དེ་མཇུག་འབྲས་རེད་ང་ཚོ་གོ་ཡག་དེ་གྲུབ་འབྲས་རེད། གཅིག་བྱས་ན། འཛིན་གྲྭ་དེ་འདྲའི་ཡག་གི་གྲངས་མི་ཁག་པ་ཞིག་ཨ་ནི་ཤར་ཤར་ཤར་འགྲོ་བ་ཡིན་ན་གཅིག་བྱས་ན་གྲྭ་རྒྱུན་མང་པོ་སླེབས་རྒྱུ་རེད་མང་པོ་ཞིག་གྲྭ་ས་ལ་ཡོང་སྙིང་འཕྲོག་ན་ཡང་ཨ་ད་ལོ་རིང་དྲགས་ན་ཨོ་ནི་འཛིན་གྲྭ་བཀག་བསྡད་ན་ད་མི་འདུག་དེ་ལས་ཕར་སྟབས་བདེ་སུ་འགྲོ་ཡག་བསམ་གོ་རེད་དེང་སང་མི་མང་ཤས་ཤིག་འདུམ་བདེ་བོར་འགྲོ་གི་རེད་ར། དགེ་བཤེས་སྨོན་ལམ་གྱི་བཀའ་ཐང་ལོ་གསུམ་སྦྱངས་ན་འགྲིག་གོ་རེ་གསུངས་བར་ད་དེ་ད་གང་ཞིག་རེད་བ། དགེ་བཤེས་སྨོན་ལམ་ཁོང་གི་ད་པའི་བཀའ་དྲིན་ཆེན་པོ་རེད་སྤྱི་དང་བོ་མི་རིགས་ལ་ཁོང་གི་འཁྲུལ་ཤེས་རེད་ཡིན་ན་ད་དེ་སོགས་ཁོང་གི་ཡང་གར་ལབ་གོ་རེ་ན། ཞིག AIA ལ་བསྟོད་བསྔགས་ད་ཆེན་པོ་གཏོང་པའི་གནས་སྐབས་ཁེལ་སོང་རེད་བ་དེ་མ་གཏོགས་ནང་པའི་གཞུང་ལུགས AIA གི་ལོ་གསུམ་ལོ་གསུམ་སྦྱངས་ནས AIA བལྟས་ན་ཤེས་ཡ་ཞིག་ད་བྱེད་མ་རེད་གོ་ལེན་གྱི་ཡ་ཞིག་ཁེལ་མ་རེད་བ། ད་དེ་འདྲས་གི་གང་ལྟར་མཁས་པ་དེ་སོགས་གི་དེ་འདྲས་གི་སྐད་ཆ་བཤད་པའི་སྐབས་རེད་བ་ལོ་གསུམ་བལྟས་ན་འགྲིག་གི་རེད་ཟེར་ཡ་ད་དགེ་བཤེས་སྨོན་ལམ། བྱུང་བྱུང་མ་རེད་བ། ད་ལོ་གསུམ་དེ་ན་འགྲིག་རེད་ཟེར་བའི་སྐད་ཆ་དེ་འདྲ་བྱུང་གི་ཡོད་རེད་བ་ད། དེ་འདྲའི་གི་དུས་ཚོད་ཅིག་ལ། ཨ་ན་ལོ་གཉིས་ཤིག་ཅིག་དུས་ཐོག་འཛིན་གྲྭ་བཀག་ནས་གསུམ་ཤིག་བཀག་དེ་ཟེར་ན། མི་ག་འདྲས་ཅིག་ལ་གྲྭ་ས་ལ་དགའ་ནས། ལེགས་ཤ་ཤོག་ཡོང་གི་ཐོག་ནས་གྲྭ་ས་ལ་ཞི་བོ་ཡོང་སྙིང་འཕྲོ་ན་ཡང་སྐད་ཆ་དེ་གི་བཀག་འགྲོ་རེད་བ་ད། མི་ཚང་མ་ད་སྟབས་བདེ་བོ་ཞི་བོ་ཤག་ཚར་བ། དེ་བྱས་དུས་ད་ངས་དེ་འདྲའི་བསམ་གི་རེད་བ། ད་ངས་སྐད་ཆ་དེ་གོ་རིམ་ཟེར་མཁན་མེད་བ་ད་ད་གུང་སེང་ད་ཟེར་ངས། ནམ་རྒྱུན་གི་བསམ་ཚུལ་དེ།

དེ་མ་གཏོགས་སྐྱེས་ཕ་ཆེན་ནས་དགག་གཞག་བྱས་པ་ལ་ཁ་བཏང་པ་ཡིན་ན་ནི་ང་ཚོ་ཧ་ཅང་ཐ་རེད། དཔེར་ན་པར་འདི་འདའ་བར་གྲགས་པའི་དབུ་མ་འཇུག་པ་དེ་མགོ་ལས་འཇུག་བར་དུ་ནི་སེམས་ཙམ་པ་ཁ་བཏང་གི་བཞག་རེད་བ། པར་འདི། དཔེར་ན་ལིང་འདེ་བྱེད་ཀྱི་རྟོག་གེ་འབར་བ་དེ་ནི་འཕགས་པ་ཐོགས་མེད་ཁ་བཏང་གི་བཞག་གྲོགས་རེད་ད། འཕགས་པ་ཐོགས་མེད་ཀྱི་མིང་ནས་བཟུང་ཡོད་རེད་བ། ཡིན་ན་ཡང། ཁོང་རྣམ་པས་གི་འཕགས་པ་ཐོགས་མེད་དེ་དེ་སོ། མཁས་པ་ཕན་ཚུན་བཀག་བསྡད་ཡ་དེ། མི་དགར་ཅིག་གི་ཟ་ལུགས་འདོད་ལུགས་འགྲོ་ལུགས་གོ་ཟེ་གོང་ལུགས་ལ་ལབ་གི་ཡོད་མ་རེད་བ། ཁོ་གི་ལྟ་གྲུབ་དེ་ལ། སྐྱོང་འདུག་ཟེར། ད་སྐྱོང་ཡོད་མེད་ལ་མ་ལྟོས་པར་ཁོ་རང་གི་ཀུན་སློང་འདྲ་བོ་དེ་སྐྱོང་བཞག་ཡོད་པ་ནི་སྤྱི་ཚོགས་ལ་ཕན་ཐོགས་ཡོད་རེད་དཱ་ཟེར་ནས་སྤྱི་ཚོགས་ཀྱི་ཕན་ནུས་དང་འབྲེལ་བའི་སྒོ་ནས་དམིགས་ཡུལ་དང་རྒྱུ་མཚན་ཡོད་པའི་ཐོག་ནས་དཔྱད་བརྗོད་བྱས་ཡོད་རེད་པ་དེ་དཔྱད་བརྗོད་དུ་འགོག་ཡོད་རེད་ང་ཚོ་མང་ཚོགས་རེད་པ། ལྷག་པར་དུ་ད་དགོན་པ་ཆེན་པོ་དང་གྲྭ་ས་ཆེན་པོ་ནི་ཁྲིམས་ཀྱི་ཨང་ཀྱི་དུ་ཁེ་ཆེན་པོ་རེད་དཱ། རེད་པ། ངས་མ་འདྲ་ཅིག་ཡིན་པ་ཡིན་ན་ད་ཅིག་མགོ་ལ་ཤོང་གི་དུ་ཟུག་ཐག་ཆོད་འགྲོ་ཡ་ད་ངས་མི་སྐད་ཆ་རེད་པ། དེང་སང་འདྲ་ན་ཡིན་གཅིག་མིན་གཅིག་གྲྭ་ས་གྲྭ་ཚང་གི་འགྲོ་སྟངས་ཅིག་གོ་ར། དཔེར་ན་ང་ཚོ་ད་གྲྭ་ས་འདྲ་ན་དེའི་ཚ་ཡང། ཞིག་ལྷ་རམས་འཛིན་གྲས་ཀྱི་འཚོགས་སྟངས་ཟེར་དེ་འདྲ་ཡང་དཀའ་ངལ་དེ་སར་འདུ་བ་ཆང་ཞོ་འགའ་ཡོད་རེད་པ་ད་མི་བདེ་ཆེ་ཙོག་ལ། དེ་ཡང་དུ་ཡར་དང་མཐོ་ཙམ་དམའ་ཙམ་ཡང་མགོ་ཞུགས་མཁན་ཁ་ཤས་ཤིག་གིས་ལོ་ཅིག་ཅིག་ཤེས་ཡང་མགོ་ཞུགས་མཁན་ཁ་ཤས་ལོ་ཅིག་ཅིག་ཤེས་ཡ་དེ་འདྲའི་སྐད་ཆ་ཡོད་རེད་པ་དེ་ཚོ་འགྲིག་གི་ཡོད་མ་རེད་པ། དེ་སྐྱབས་མགོན་རིན་པོ་ཆེ་གསན་པ་ནི་ཐུགས་ཕམ་གི་རེད་པ། ང་ཚོ་རྒྱ་ནག་ལ་དགག་པ་བརྒྱབ་དུས་ནི་མི་གཞི་ཨང་བསྒྱུར་བྱེད་མ་ཡོང་ལབ་གི་ཡོད་རེད་པ། དེ་ཚང་མ་ཁྲོམ་བཟོ་གི་རེད་པ། འགྲིག་གི་མེད་ན་ཁྲོམ་གི་ཐོག་ལས། དེ་འགྲིག་གི་དེ་མེད་པ་བཟོ་དགོས་རེད་བ་འགྲིག་གི་ཡོད་ན་ཁྲིམས་བཟོ་དགོས་རེད་བ་ཁྲིམས་བཟོ་མཁན་དེ་གྲོས་ཚོགས་རེད་བ། དེ་ཚོ་ང་ཚོ་གི་དཔེ་མཁས་ཆེན་པོ་རེད་འདུག་བ་དེ་མ་གཏོགས་མི་ཡང་བསྐྱར་ཕྱི་བ་ན་མི་རྣམ་ཤོས་ཡོད་ལེ་མེད་ལེ་ཏག་ཏག་ཡོད་ལེ་མེད་ལེ་མང་པོ་སླེབས་གི་རེད་བ་དེ་ནས་ཡར་བསྐྱོད་མར་བསྐྱོད་ན་ག་བ་འགྲོགས་དེ་བ་ཧ་གོ་མ་གོ་རེད་ཆགས་འགྲོགས་ཡོད་རེད་བ། འོ་དེ་འདྲ་ཞིག་ཡིན་ད་དེ་ཚོ་ངས་ཁྲོ་ཤིས་འདྲ་བ་རེད་ད་དེ་ཚོ་སྤྱིར་ཐང་འབྲེལ་ཡོད་དེ་ཚོ་གི་དགོངས་འགོག་ཡོད་རེད་བ། དེ་ང་ཚོ་མང་ཚོགས་ཡིན་ཙང་མང་ཚོགས་ཀྱི་སྐད་ཆ་ཤེས་དགོས་ཡོད་རེད། དེ་མ་ཚོགས་གཅིག་ཡག་མདོག་ཁ་པོ་ཞིག་ཡང་ན་ངོ་ནས་སེམས་སྟེང་ནས་ཉེ་རིང་ཆགས་སྡང་གྲ་སྒྲིག་ཡོད་ན་ན་སྐྱབས་སུ་མཆི་རེད་བ། གྲ་མེད་པ་ཡིན་ན་ཡང་ན་ཅིག་ཡག་མདོག་ཕྲ་བོ་ཞིག་ནས་ཡང་ན་རང་ཉིད་གསུང་ཆོས་པ་ན་རེད་བ་ན་ཁ་མི་གྲག་དེ་འདི་ཡ་ཐོས་ན་གར་སེ་འདི་མར་མེ་སློང་གི་འདུག་ན་འཛུམ་ཟླ་ཡེ་འདྲ་བོ་འདི་བཞག་པ་ན་འགྲིག་གི་ཡོད་མ་རེད་བ། ལྷག་པར་དུ་ང་ཚོ་མང་ཚོགས་ཀྱི་དུས་རབས་རེད་བ། ང་ང་ཚོ་ལ་མང་ཚོགས་ཀྱི་གསུལ་རས་ནང་ཡོད་པ་ཡིན་ཙང། ཁོ་ཆེ་ས་ཆུང་ས་ཚང་མའི་ནང་ལོགས་ལ་མང་ཚོགས་གཅིག་པ་རེད་བ། དེ་ཡིན་ཙང་མང་ཚོགས་ཀྱི་བསམ་ཤར་གཏོང་དགོས་ད་གལ་ཆེན་པོ་རེད་བ། འོ་དེ་འདྲ་གཅིག་རེད་ལ་ཨ་ན་རྣམ་པ་ཚོ། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།